རྒྱལ་སྤྱིའི་གསང་རྒྱུ་སན་དགའ་བོད་པའི་གྲོགས་པོ་གྲོགས་མོ་ཚོ་ཁམས་བཟང་དེ་རིང་ནི་ཕྱི་ལོ་ཉིས་སྟོང་གྱ་མེད་ཉིན་གཙགས་དྲུག་སྤྱི་ཟླ་བཞི་པའི་ཚེས་གཉིས་རེས་ཕུར་བུ་རེ་གུམ་བསྟན་འཛིན་རྣམ་དཔྱོད་ཡིན་དེ་རིང་སླར་ཡང་རྒྱལ་སྤྱིའི་ཐོག་སྐད་གྲགས་ཆེ་བའི་གསང་རྒྱུ་ཁ་ཤས་ཤིག་མཉམ་སྤྱོད་ཞུ་འོས་པས་དུ་སེམས་ལྷོད་ལྷོད་བཅས་གསན་གཟིགས་གནང་རོགས་གནང། དེ་རིང་མཉམ་སྤྱོད་ཞུ་ཡས་ཀྱི་གསང་རྒྱུ་དང་པོ་དེ་ཧྥ་རན་སི་ཀྱི་སྲིད་འཛིན་མེར་ཁི་རོང་ཁོང་ཡིན་ན་ཁི་སིན་ཉིས་སྟོང་གྱ་མེད་ཉིན་གཙགས་དྲུག་སྤྱི་ཟླ་གསུམ་པའི་ཚེས་གསུམ་སོ་གཅིག་གི་ཉིན་མོ་དེ་ལ་ཉི་ཧོང་ལ་ཐེ་བྱེད་ཉི་མ་གསུམ་གྱི་སྐོར་སྐྱོད་ལ་ཐེ་ཞྭ་ཨཱས་ཚེ་ཐང་བྲི་བའི་གསང་རྒྱུ་ཞིག་ཏུ་གསན་རོགས་གནང། ཧྥ་རན་སི་ཀའི་སྲིད་འཛིན་མཱེ་ཀི་རོན་ཁོང་ཡིན་ན་ཉི་ཧོང་ལ་ཕེབས་རྗེས་རེད་བ། སྤྱི་ཟླ་གསུམ་པའི་ཚེས་གསུམ་སོ་གཅིག་གི་ཉིན་མོ་དེ་ཉི་མ་གསུམ་གྱི་སྐོར་སྐྱོད་ཐེབས་པ་རེད་བ། ཉི་ཧོང་ལ་ཉི་ཧོང་ལ་ཐེ་རྗེས་ཡིན་ན་ཉི་ཧོང་གི་སྲིད་བློན་ཏཱ་ཀ་ཇི་ཁོང་གིས་སྣེ་ལེན་གཟབ་རྒྱས་ཞུས་གནང་བ་རེད། ད་དེ་རིང་ཡིན་ན་ཧྥ་རན་སི་གི་དཔོན་པོ་མཐོ་ཤོས་མེར་ཁྲོན་ཁོང་དང་ཉི་ཧོང་གི་དཔོན་པོ་མཐོ་ཤོས་ཏཱ་ཀ་ཇི་ཁོང་ཚོ་མཇལ་འཕྲད་གནང་རྗེས་གོ་ལའི་གནད་དོན་མང་པོ་ཅིག་ག་ལ་བཀའ་མོལ་གནང་ཤག་དང་པོ་དེ་ཡིན་ན་ད་ལྟ་དཀྱིལ་ཤར་ལུང་པའི་སྒང་གི་རྙོག་དྲ་དམག་མང་པོ་ཅིག་བྱུང་སྟེ་འོར་བ་འོང་འདི་ག་བཀའ་མོལ་གནང་ཡོད་རེད། དེ་ནང་ཞིག་གི་གོ་ལའི་གི་ཞི་བདེ་ཡོང་ཡང་ཆེད་དུ་ཡིན་ན་འདི་ག་ལ་བཀའ་མོལ་གནང་ཤག་རྒྱལ་ཁབ་དེ་གཉིས་ཀྱི་དཔོན་རིགས་མཐོ་ཤོས། དམིགས་བསལ་གྱི་ད་ལྟའི་ཆ་ནས་ནི་ཨི་རན་ནང་ལོགས་ལ་དམག་ཅིག་བྱུང་དང་འབྱུང་བཞིན་པ་རུ་རང་དབང་འདི་ག་ལས་དཀའ་མོད་སྣང་ཤག། བྱས་ཙང་ཉི་ཧོང་དང་ཧྥ་རན་སི་གི་དཔོན་པོ་མཐོ་ཤོས་འདི་གཉིས་གཉིས་ཀས་མཉམ་འབྲེལ་བྱས་རྗེས་ནི་ཨ་རི་དང་ཨིས་རལ་མཉམ་འབྲེལ་བྱས་རྗེས་ཨི་རན་ནང་ལོགས་དམག་བརྒྱབ་ཡས་འདི་མཚམས་འཇོག་བྱ་ཨེ། Ceasefire། ཟེར་བ་གནད་དོན་འདི་འདྲའི་ག་ལ་དཀའ་མོད་སྣང་ཤག་གོ་ལའི་གི་གནས་སྟངས་འདི་རྫ་དྲག་ཆེན་པོ་ཅིག་ཆགས་དེ་དུས་རྩམ་པའི་ཞི་བདེ་བསྐྲུན་ཡས་དང་འདི་ནང་བཞིན་གི་རྒྱལ་ཁབ་སུ་ཡིན་ནས་ལས་རྒྱལ་སྤྱིའི་གི་ཁྲིམས་སྦྱོར་བ International Law ཟིག་དུ་དབང་འདི་ལྟར་གཞི་བཟུང་བྱེད་འགྲོ་ཡ་ཅིག་ཆེར་བ་ནི་ཞི་བདེ་དེ་ཡིན་ན། དུས་ཚོད་ཐུང་དུས་ཀྱི་མེད་ཅིག་རྒྱུད་རིང་པོ་གནས་ཡ་ཅིག་ག་ལ་དཀའ་མོད་ན་བཞག། གཉིས་པ་དེ་ན་ད་སྐད་གྲགས་ཆེ་བའི་གོ་ལ་ཁྱོན་ཡོངས་ཀྱི་སྣུམ་དང་ནུས་ཕྱུགས་དབོར་འདྲེན་བྱེད་སའི་གི་ལང་ཀ་ཆེ་ཤོས The Strait of Hormuz ལས་བརྗོད་པ་འོང་དེ་ནི། ཨི་རན་གྱིས་ད་ལྟའི་ཆ་ནས་བཀག་སྡོམ་གཅིག་བྱེད་ཤེས་དུས་བཙན་པོ་ཡིན་ན་གྲུ་གཟིངས་མང་པོ་ཅིག་འཕེལ་གྱི་ལྷག་དེ་བྱས་ནས་ནུས་ཤུགས་དང་སྣུམ་དང་དེ་ཚོ་དབོར་འདྲེན་བྱེད་མ་ཐུབ་པའི་རྐྱེན་བྱས་ཡིན་ན་དཀའ་ངལ་ཞིབ་ཕྲ་འཕྲད་འདོད་པ་གོ་ལ་ཁྱོན་ཡོངས་ལ་བྱས་ཙང་ཨང་ཁུ་ཉིན་གཉིས་ཀའི་བཀའ་མོལ་གནང་བྱས་ཡིན་ན་ཨི་རན་གྱིས The Strait of Hormuz ཞེས་པ་དེའི་བརྒྱུད་ལམ་ནས་ཚོང་དང་འབྲེལ་བ་ཡོད་ཁྱོ་གི་སྣུམ་ཡིན་ནའི་འདྲ། Gas ཡིན་ནའི་འདྲ་དེ་ཚོ་ཨོར་ཏེ་ཆི་ཅུ་ཨེ་གི་འདི་ག་ལ་ཐེ་ཇུས་ཅིག་གནང་བྱས་ཡིན་ན་ཨི་རན་ལ་འབོད་སྐུལ་ཞུ་གི་ཡིན་གསུངས་ཤག་དེ་ནས་ཁོ་གཉིས་གཉིས་ཀས་མཉམ་ཞུགས་གནང་བྱས་ར་བ་ཨི་རན་ལ་བཀའ་མོལ་གནང་བྱས་ཡིན་ན་ཚོང་དང་འབྲེལ་བ་ཡོད་ཁྱོ་གི་གྲུ་གཟིངས་དེ་ཚོ་ད་རྒྱལ་ཁབ་མང་པོ་ཅིག་གི་གྲུ་གཟིངས་ཨོར་ཏེ་ཆི་འོ་ར་བ་འོང་དེ་ཚོ་ཡིན་ནའི་བདེ་འཇགས་ངང་ནས་སོ་སོའི་རྒྱལ་ཁབ་ལ་ཕར་ལོག་ཐུ་ཡས་ཆུ་བ་འོང་དུ་ཆས་ར་བ་དེ་ནས་གོ་ལོ་ཁྱོད་ཡོངས་ལ་ད་ལྟའི་ཆ་ནས་ཡིན་ན་སྣུམ། ཉུང་དྲགས་རྗེས་རེད་བ་ཨིན་སྐད་ནང་ཞུབ་ན Shortage ཟེར་འདུག་བ། ཉུང་དྲགས་ཆོད་རྗེས་ཡིན་ན་སྣུམ་གྱི་གོང་ཚད་འཕར་ཡ་དང་དམིགས་བསལ་གྱི་ནི། Gas ཟེར་འདུག་བ་ཨོང་དེ་ཚོ་མེད་པ་ཆེད་དཀའ་ངལ་ཞིབ་ཕྱིར་འཕྲད་བསྡད་ཡོད་རེད་བ་ཨོང་དེ་གི་རྐྱེན་ཆེད་ཡིན་ན་ནི་ཨི་རན་ཉམས་རྟོགས་དཀའ་མོད་ནའང་ཡིན་གསུངས་ཤག། གསུམ་པ་དེ་ཡིན་ན་བདེ་འཇགས་དང་དམག་ཐོག་ནས་ཇཱ་པན་དང་ཧྥ་རན་སི་པ་རུའུ་ལ་འབྲེལ་ལམ་ཡག་པོ་ཅིག་བྱེད་ཀྱི་ཡིན་ཟེར་བ་མཉམ་འབྲེལ་ཡང་བྱེད་ཀྱི་ཡིན་གསུངས་ཤག་དང་པོ་དེ་ཡིན་ན་རྒྱལ་ཁབ་དེ་གཉིས་པ་རུའུ་ལ་ནི

པེ་སི་ཕིག་སི་ཏུ་བ་རྒྱ་མཚོ་ཞི་ཏུ་བ་ཞི་ཏི་རྒྱ་མཚོ་ཞི་ཏུ་བ་ཨོ་ཏི་ཀ་ལ་ཡིན་ན་དམག་གི་སྦྱོང་བརྡར་སྤྲད་མཚོ་དམག་གིས་དེ་འདྲས་རྒྱལ་ཁབ་དེ་གཉིས་པ་རུ་ཟུང་འབྲེལ་བྱེད་ཀྱི་ཡིན་གསུངས་ཤག། ད་ལྟ་ཉི་ཧོང་དང་ཧྥ་རན་སི་མཉམ་དུ་མཉམ་འབྲེལ་བྱས་རྗེས་མཚོ་དམག་དང་བཅས་པ་དམག་གི་སྦྱོང་བརྡར་སྤྲད་ཀྱི་ཡིན་གསུངས་སོང་ཨིན་རྡུ་པེ་སི་ཕིག་རི་ཅུན་ཟེར་བ་ཞི་ཏི་རྒྱ་མཚོའི་གི་ཁྱབ་ཁོངས་ཀྱི་དམིགས་བསལ་གྱི་ཨེ་ཤེ་ཡ་ཕྱོགས་ལ་ལྟ་དེའི་བྱེད་སྒོའི་རྒྱུ་མཚན་གར་དོ་ལབ་པའི་ནི་རྒྱ་ནག་གི་མཚོ་དམག་ཧང་སང་མང་པོ་ཅིག་བཏང་བཞག་ཡོད་རེད་ཟེར་བ་ཞི་ཏི་རྒྱ་མཚོའི། མངའ་ཁོངས་སུ་གི་མངའ་ཁོངས་སུ་རུ་བ་བྱས་ཙང་ཡིན་ན་ཉི་ཧོང་གི་ཡིན་ན་ད་གཟབ་གཟོ་ཚིག་ཚིག་བྱས་ཅན་ཡིན་ན་སོ་སོའི་གི་དམག་མི་ཡང་མང་པོ་ཅིག་བཞའ་ཡ་བྱོས་པ་དམིགས་བསལ་གི་ཚོ་དམག་དེ་ཚོ France མཉམ་དུ་མཉམ་འབྲེལ་བྱས་ཅན། དམིགས་བསལ་གི་ད་ལྟའི་ཆ་ནས་ཡིན་ན South China Sea ཟིག་ཏུ་བ་ལྷོ་ཕྱོགས་ལ་ཡོད་པའི་རྒྱ་ནག་གི་ཚོ་ཞུམ་དུ་གི་འོང་འདི་ག་ལ་རྒྱ་མི་ཡིན་ན་འོང། བཀག་སྡོམ་ཆེན་པོ་ཅིག་བྱེད་དེ་ཡོད་རེད་གསར་པ་འོང་དེ་ན་ད་ལྟའི་ཆ་ནས་ཡིན་ན་སྣུམ་དབོར་འདྲེ་བྱས་ད་ནི་གོ་ལའི་གི་ཚོང Global Trade ཟེར་བ་ཚོང་གི་ནི་བཅའ་ལག་འདྲེ་དབོར་འདྲེ་བྱས་གྲུ་གཟིངས་དེ་ཚོ་ཡར་མར་འགྲོ་ས་ཅིག་ཆགས་དེ་ཡོད་རེད་བསམ། བྱས་ཙང་ཞི་བདེ་རྒྱ་མཚོའི་མངའ་ཁོངས་སུ་ཡོད་པའི་ནི་རྒྱ་མཚོ་དེ་ཚོའི་ག་ལ་དམག་མི་བཏང་བྱས་རེད་བ་རྒྱ་ནག་གི་ད་ལྟ་དབང་ཚང་མ་མ་བསྡུས་གོང་ལ་ཨོན་ཧྥ་རན་སི་དང་ཉི་ཧོང་གི་ཡིན་ནའི་ལ་མཉམ་འབྲེལ་བྱེད་ཅེས་ཡིན་ན་ཁོང་ཚོའི་ཡིན་ནའི་ལ་ཕི་ཁེ་དམག་མི་མང་པོ་ཞིག་བཏང་ཡ་ཡིན་གསུངས་ཤིང། ཉི་ཧོང་མཉམ་འབྲེལ་བྱེད་ཅེས་ར་ཤི་དི་རྒྱ་མཚོའི་མངའ་ཁོངས་སུ་ཨོ་ནི་དམག་མི་གི་སྦྱོང་བརྡར་སྤྲད་ཅེས་ཕི་ཁེ་ལ་དམག་མི་བཞག་ཡ་ཡིན་ཚོ་མང་དེ་འདྲས་གསུངས་ཤིང། དེ་ནས་ཡིན་ན་ཧྥ་རན་སི་དང་འཇའ་པན་བ་རུ་ལ་ནུས་ཤུགས་ཆེར་བ་དེ་ནས་ནུས་ཁི་ལོ་སིར་བ་དེ་ནས་ཅེག་ནོ་ལོ་ཇི་བཟོ་རིག་པ་དེ་ཚོའི་ཁ་ལ་མཉམ་འབྲེལ་བྱེད་ཀྱི་ཡིན་ལ་དེ་བཞག་དམིགས་བསལ་གྱི་ནུས་ཁི་ལོ་ཨི་ནོ་ཇི་པོར

གློག་གི་འཕྲུལ་ཆས་དེ་ཚོ་ལ་ཡིན་ན་རེད་ཨོ་དེ་ལས་ཞུ་དོགས་ཨ་ས་དགོན་པོ་འདི་ཧང་སང་གི་གལ་གནད་ཆེན་པོ་ཞིག་ཡོད་རེད་ཁ་པར་དང་དེ་ཚོ་ལོར་བ་བྱས་ཙང་སྙེ་མ་ནས་བྱས་ཡིན་ན་རྒྱལ་ཁབ་མང་པོ་ཅིག་ཇཱ་པན་དང་ཧྥ་རན་སི་དང་དེ་ཚོ་ཡིན་ན་རྒྱ་ནག་ལ་བསྟུན་བདེ་བོ་རེད་ས་ད་ཁོང་ཚོ་རྒྱ་ནག་ལ་བསྟུན་མི་འོ་བྱས་ཇཱ་པན་ནས་བསྟུན་ཡས་བྱས་བྱས་རིན་ན་ཚོང་འབྲེལ་བྱས་བྱོས་པ་འོང་དེ་འདྲས་གང་ལ་གང་མི་གནང་ཤགས། དྲུག་པོ་དེ་ཡིན་ན་རྒྱལ་ཁབ་དེ་གཉིས་པ་རུ་ལ་འབྲེལ་ལམ་ཡག་པོ་ཅིག་བྱས་བྱས་རེད་བ་སྙེ་མ་ལས་ཡག་ཨ། ཞག་གཅིག་ཕྱིར་ཡིན་ན་དཔལ་འབྱོར་ཆེད་བདེ་འཇགས་ཆེད་བཟོ་རིག་པ་དང་དེ་ཚོའི་བཀའ་ལ་ཡིན་ན་ཨ་ནི་མཉམ་འབྲེལ་བྱེད་ཀྱི་ཡིན་གསུངས་ཤག། ད་ལྟ Frans དང་ཉི་ཧོང་པ་རུ། འབྲེལ་ལམ་ཞུ་དོགས་རྒྱལ་ཁབ་འདི་གཉིས་གཉིས་ཀྱི་མཛའ་མཐུན་གྱི་འབྲེལ་ལམ་འདི་ཡིན་ན་ཉེ་ཆར་ཆགས་འགྱུར་འདུག་ལ་ནི་མར་ཤར་བ། དེ་ཡིན་ན་སྤྱི་ལོ་གཅིག་སྟོང་བརྒྱད་བརྒྱ་ལྔ་བཅུ་ང་བརྒྱད་ནས་ཨ་ནི

ཆིངས་ཡིག་ཅིག་བཀོད་བཞག་ཟེར་བ་སྤྱི་ལོ་ཆིག་སྟོང་བརྒྱད་བརྒྱ་ལྔ་བཅུ་ང་བརྒྱད་ནས་འོང་དེ་ནས་ནས་བྱས་ད་ལྟ་བ་ཐོག་ཡིན་ན་རྒྱལ་ཁབ་འདི་གཉིས་བར་རུ་ལ་ཧང་སང་གི་འབྲེལ་བ་ཡག་པོ་ཡོད་རེད་ས་ཚོང་འདུས་ཐོག་ནས་ནས་དྲ་ཛ་ཛི་གང་ཅིའི་ཐད་ནས་ཆབ་སྲིད་ཐོག་ནས་ནས། ཉི་མ་ཉི་མ་སྤྱི་ལོ་ཆིག་སྟོང་བརྒྱད་བརྒྱ་ཟེར་བ་ཡིན་ན་ཧྥ་རན་སི་གས་ཡིན་ན་ཉི་ཧོང་ལ་རུ་ཧང་སང་གི་རོགས་པ་བྱས་ཡོད་རེད་ས་དམིགས་བསལ་གི་ཧྥ་རན་སི་གས་ཡིན་ན་ཉི་ཧོང་ལ་དམག་གི་སྦྱོང་བརྡར་སྤྲད་ཡོད་བྱུས་པ་འོང་དེ་ཅིག་བྱས་རེད་པ་དེ་ནས་ཡིན་ན Engineering Systems ཟིང་འབུད་ཨིན་ཇི་ནེ་རི་དང་འབྲེལ་བ་ཡོད་རྒྱུ་དེ་འདྲའི་སློབ་སྦྱོང་དང་དེ་འདྲའི་ཡོད་པ་དེང་དུས་བཟོས་བྱུང་བ་ནི་ཉི་ཧོང་དེ་དེང་རབས་ཅན་གྱི་རྒྱལ་ཁབ་ཅིག་བཟོས་ལ France གྱིས་སྙེ་མ་སྤྱི་ལོ་གཅིག་སྟོང་བརྒྱད་བརྒྱ་ནས་ཕྱིར་རོགས་པ་བྱས་ཏེ་ཡོད་རེད་ཟེར་བ་དེ་ནས་དཔལ་འབྱོར་ཡར་རྒྱས་འགྲོ་ཡོད་ལ་སྙེ་མ་ནས་སྤྱི་ལོ་གཅིག་སྟོང་བརྒྱད་བརྒྱ་ནས་ཕྱིར་རོགས་པ་བྱས་ཏེ་ཟེར་བ་དེ་ནས་རིག་གཞུང་བྱེད་ལེན་བྱས་འབྱོར་བ་ཉི་ཧོང་དང France པར་རུ་ལ་འོང་དེ་འདྲས་སྙེ་མ་ནས་ཕྱིར་འབྲེལ་ལམ་ཧང་སང་ཡག་པོ་བྱུང་རེད་ཟེར་དེ་འདྲས་ཧྥ་རན་སི་དང་འཇར་པན་པོ་རུ་ལ་ནི་གསང་རྒྱུག་གསར་བ་ཞུ་གཏུག་ཞོལ་ཡིན། དེ་རིང་མཉམ་སྤྱོད་ཞོལ་གྱི་གསང་རྒྱུག་བཞིན་པ་དེ་ཨ་རི་དང་འབྲེལ་བའི་གསང་རྒྱུག་ཞུ་གཏུག། དེ་རིང་སྲིད་འཛིན་ཁྲོམ་རྒྱལ་ཡིན་ན་རྒྱལ་སྤྱིའི་ས་ཁ་ན་གར་བཤད་དོ་ལབ་ཡིན་ན་ད་ལྟ་ཨ་རིའི་ནང་ལོར་གནས་སྤོས་ཀྱི་མི་སྣ་ཤུ་གུ་མེ་སྐྱོ་འདྲེ་ཡོར་བ་ཨན་གྲོ་ཀུ་མེན་རིད Immigrants ཟིག་རུ་བ་ཨིན་གྱི་ན་ཤུ་མི་འདི་དང་ཨ་འདི་དེ་ནས་ཨ་རིའི་ནང་ལོར་ལ Temporary US Visitors གནས་སྐབས་རིང་གི་ཨ་རིའི་ནང་ལོར་ལ་ལས་ངན་འདྲེ་ཡོར་མར་བའི་དེ་ཚོ་དེ་ཚོ་མི་དེ་ཚོ་གལ་སྲིད་སྤུ་གུ་སྐྱེས་བས་ན་ད་ཨ་རིའི་ནང་ལོག་ལ་སྤུ་གུ་དེ་ཚོ་ཡིན་ན་ཨ་རིའི་གི་མི་སེར་ཆགས་ཞོར་བ་འོང་དེ་ཨ་ནི་ཆགས་བཅུག་མེད་ལ་དེ་ཞག་ཁོ་ཚོ་ལ་ཁོ་ཚོས་སྤུ་གུ་སྐྱེས་སྐྱོ་དེ་ལ་སྤུ་གུ་དེ་ལ་ཨ་ནི་ཨ་རིའི་གི་མི་སེར་གི་ཐོབ་ཐང་དེ་བྲེག་མེད་ལ་དེ་ཏོ་འོང་དེ་ལབ་སྐྱོ་དེ་ཡིན་ན་ད་ལྟའི་ཆ་ནས་ཨ་རིའི་གི་ཆེས་མཐོའི་ཁྲིམས་ཁང་ཡོད་པ Supreme Court ཟེར་བ་ཁོང་ཚོས་ཡིན་ན་སྲིད་འཛིན Trump གྱི་བཤད་ཁྱོག་གི་གནད་དོན་འདི་ག་ལ་བསྐྱར་ཞིབ་བྱེད་བསྡད་ཡོད་རེད། ད་ལྟ་ཨ་རིའི་གནའ་ལོ་ལ་རྩ་ཁྲིམས་བསྡུར་བ་འདི་ལ Birth Right Citizenship ཟེར་དེ་ཡིན་ན་གལ་སྲིད་ཨ་རིའི་གནའ་ལོ་ལ་སྐྱེས་པ་ཡིན་ནར་ད་མི་གཅིག་སྤུ་གུ་གཅིག་སྐྱེས་པས་ན་དེ་རང་བཞིན་མེད་པར་ཨ་རིག་གི་མེས་སྲེག་བྱ་ཡ་འཆོར་བ་འོང་དེ་འདྲས་ཀྱི་རྩ་ཁྲིམས་ཤིག་འདུག་ཟེར་བ། རྩ་ཁྲིམས་དེ་ཡིན་ན་སྤྱི་ལོ་གཅིག་སྟོང་བརྒྱད་བརྒྱ་དྲུག་ཅུ་རེ་བརྒྱད་སྐབས་སུ་ཡིན་ན་ཨ་རིག་གི་རྩ་ཁྲིམས་བསྐྱར་བཅོས་བྱེད་བ་ཐེངས་བཅུ་བཞི་སྐབས་སུ་ཡིན་ན་ནི་རྩ་ཁྲིམས་གསར་བ་ཞིག་བཟོས་གནང་རྒྱུ་རེད་ཤག། ད་སྤྱི་ལོ་གཅིག་སྟོང་བརྒྱད་བརྒྱ་དྲུག་ཅུ་རེ་བརྒྱད་ནས་ཕྱེད་ཕྱེད་ཉིས་སྟོང་ཉིས་བརྩ་དྲུག་བར་ཨ་རིའི་ནང་ལོགས་ལ་སྐྱེས་པའི་ཞུ་བོ་སྤུ་གུ་དེ་ཚོ་ཡིན་ན་ནི་ཁོ་རང་ཚོ་ཨ་རིའི་གི་མེ་སི་གི་ཐོབ་ཐང་ཡོད་རེད་ས་གལ་སྲིད་པ་ལམ་ལ་དེ་ཚོ་ཨ་རིའི་གི་མེ་སི་མེན་པ་ཡིན་ནའི་ལེ་ཨ་རིའི་ནང་སྐྱེས་པའི་ཞུ་གོ་ནི་ཨ་རིའི་གི་མི་མི་ཆ་བོ་རེད་ས་ཡིན་ནའི་ལེ་ད་སྲིད་འཛིན་ཁྲོམ་རྒྱ་ཡིན་ན་དེ་ལ་བསྒྱུར་བཅོས་ཞིག་གཏང་གི་ཡིན་ལ་དེ་དོ། བཀའ་ཁྲིམས་དེ་ཉི་མ་ཉི་མ་ཨ་རིའི་ནང་ལོ American Civil War ལས་བསྡུར་བ་ཨ་རིའི་ནང་ལོ་ལ་དམག་ཅིག་བྱུང་འདུག་བ་འོང་དེ་བྱེད་བྱུང་པའི་སྐབས་སུ་ཡིན་ན་རྩ་ཁྲིམས་གསར་བ་ཞིག་བཟོས་ཤག་ཟེར་བ་དམིགས་བསལ་གི་ཨ་རིའི་ནང་ལོ་ཉི་མ་བྲན་གཡོག་ལས་བྱུས་པ་གཡོག་པོ་ཉག་དེ་དེ་འདྲས་ཡོད་རེད་ས་དེ་ནས་ཁོ་ཚོས་བསྒྱུར་བཅོས་བཏང་རྗེས་ཡིན་ན་ཨ་རིའི་ནང་ལོག་གི་མི་དེ་ཚོ་ད་བྲན་གཡོག་ཟེར་བ Slave ཟེར་དུ་འོང་དེ་ཚོ་མི་ཚེའི་ཆ་ཡ་དེ་འདྲས་ཀྱི་སྲིད་ཇུས་གསར་པ་ཞིག་བཟོས་པ་རེད། ད་དེ་ཡིན་ན་ཨ་རིའི་ནང་ལོག་སྐྱེས་པའི་ཞུ་སྒོ་ཨ་རིའི་མི་ཚེའི་ཆ་ཡ་ཅིག་གོང་དུ་ཞུས་ཚར་བ་ན་ཞིག་ཁྱེད་རང་གི་དཔའ་ལ་ཨམ་ལ་ག་ནས་ཡིན་མིན་གྱི་སྐུ་ཅི་ཁྱད་པར་ཡོད་མ་རེད། འདི་ཨ་རིའི་གི་དམིགས་ཡུལ་གཙོ་བོ་དེ་རེད། ག་རེ་མདོ་ལབ་ཡིན་ན་མི་ཚང་མ་གཅིག་པ་རེད་འགྲོ་བའང་ཁྱོན་ཡོངས་གཅིག་པ་རེད་ཟེར་བ། མི་ཚང་མ་ལོ་ཐོབ་ཐང་འདྲ་མཉམ་དགོས་རེད་ལ་གཅིག་བྱས་དམངས་གཙོའི་ལུང་པ་གཅིག་ཡིན་དུས་གཉིས་པ་དེ་ཡིན་ན་ཨ་ནི་དབྱེ་བ་ཆད་མེད་སྐྱོ་ཆོས་པ Discrimination གཟིགས་དོགས་དབྱེ་ཆད་མེད་བྱས་རེད་བ་མཐོང་ཆུང་མ་དམ་བཅས་གསུམ་པ་དེ་ཡིན་ན་ཨ་ནི་ཁོང་ཚོ་ལ་མི་ཨ་རི་ན་སྐྱེས་སྐྱོ་དེ་ཚོ་ལ་ཡིན་ན་ཐོབ་ཐང་གཅིག་འདྲ་མཉམ་གཅིག་སྤྲད་ཆོས་པ་དམངས་གཙོ་ཡིན་བྱས་བྱས་ཡིན་ན་རྒྱལ་ཁབ་ཀྱི་ཁྲིམས་གསར་པ་གཅིག་བཟོས་བྱས་ཉི་མ་སྤྱི་ལོ་གཅིག་སྟོང་བརྒྱད་བརྒྱ་དྲུག་ཅུ་རེ་བརྒྱད་ནས་བྱས། འོ་འདི་འདྲའི་ཨ་རི་དང་འབྲེལ་བའི་གསར་འགྱུར་གསར་པ་ཞུ་ཞོད་ཡིན། དེ་རིང་མཉམ་ཆ་ཞོད་ཀྱི་གསར་འགྱུར་ཞིམ་པ་འདི་བལ་ཡུལ་དང་འབྲེལ་བའི་གསར་འགྱུར་ཞུ་ཞོད་ར། བལ་ཡུལ་གྱི་ནང་སྲིད་བཀའ་བློན་སུ་ཏན་སྐུ་རུང་ཁོང་གས་ཡིན་ན་བལ་ཡུལ་ནང་ལོག་ལ་མོ་ཏྲ་ཡར་མར་འགྲོ་དུས་ཙམ་པས་ཡིན་ན་མི་ཆེན་དཔོན་ཆེན་གྱི་མོ་ཏྲ་དེ་ཚོ་སྙི་མ་བཀག་བཅས་ཡིན་ན་མི་མང་གྱི་མོ་ཏྲ་ཡར་མར་འགྲོ་དུས་ཙམ་པས་ཆུ་ཚོད་གཉིས་གསུམ་ག་ཚོད་སྒུག་ནས་སྒུག་བཅུག་འོས་ཟེར་བ་མི་མང་གྱི་མོ་ཏྲ་དེ་ཚོ་འགྲོ་བཅུག་འོས་མ་རང་མི་ཆེན་དཔོན་ཆེན་གྱི་མོ་ཏྲ་དེ་ཚོ་སླེབས་དུས་ཙམ་པས་རེད་བ། སུ་ཏན་སྐུ་རུང་གས་ག་རེ་གསུང་དོགས་ལབ་ཡིན་ན་མི་ཚང་མ་འདྲ་མཉམ་རེད། རེད་བ། ཁྲིམས་འདི་འདྲ་མཉམ་རེད། གལ་སྲིད་མི་ཆེན་དཔོན་ཆེན་དེ་འདྲས་ཀྱི་མོ་ཏྲ་གླས་པ་ཡིན་ན་མི་མང་གི་མོ་ཏྲ་ཀ་ཡ་ཆེ་མི་མང་གྲོ་མོ་ཅུ་ཡ་ཆེ་དེ་ཚོ་བྱེད་ཆོག་མེད་རེད་བ་བལ་ཡུལ་ནང་ལོགས་ལ། དེ་ཡིན་ན། ཁྲིམས་ཀྱི་མདུན་ལ་མི་ཚང་མ་འདྲ་མཉམ་རེད་རེད་བ་དང་པོ་དེ། གཉིས་པ་དེ་ཡིན་ན། མི་ཆེན་དཔོན་ཆེན་གྱི་མོ་ཏྲ་གཅིག་གླས་དེ་དུས་ཙམ་པས་ཡིན་ན་མི་མང་དེ་ཚོ་ཡར་མར་འགྲོ་ཡ་ཚང་མ་བཀག་བྱས་རེད་བ་ཆུ་ཚོད་གཅིག་གཉིས་ག་ཚོད་དགུ་བ་ཆུ་ནས་དགུ་བཅུག་རེད་བ་དེ་འདྲས་བྱེད་དུས་ཙམ་པས་ཡིན་ན། ཨ་ནི Ambulance ཟེར་བ་མོ་ཏྲ། རྩ་དྲག་གི་མོ་རྒྱ་དེ་ཚོ་འགྲོ་དུས་འཇམ་པ་ཡིན་ན་དེ་ཚོ་འགྲོ་མ་ཐུབ་ཆེད་མིའི་ཚེ་སྲོག་མེད་པ་ཆགས་ཡ་ད་དཀའ་ངལ་ཆེན་པོ་ཞིག་ཆེ་ཡོད་འདུག་ཟེར་བ། དེ་ནས་ཡིན་ན་དམིགས་བསལ་གྱི་བོད་མིས་གྲུ་མ་ཟེར་བ་པུའུ་སྐྱིད་སྤྲོ་ཡོད་སྐྱོ་དེ་ཚོ Ambulance རྩ་དྲག་གི་མོ་རྒྱ་ན་ཡོད་དུས་འཇམ་པའི་སྨན་སྒར་ན་འགྲོ་དུས་འཇམ་པ་ཡིན་ན་མོ་རྒྱ་བཀག་བཞག་དུས་མེ་ཆེན་དཔོན་ཆེན་གྱི་མོ་རྒྱ་ཀླད་དུས་འཇམ་པའི་བཀག་བཞག་དུས་འཇམ་པ་ཡིན་ན་ཨོ་ཁོང་ཚོ་དཀའ་ངལ་ཆེན་པོ་ཞིབ་ཆེ་ཆེ་བོ་རེད། བྱས་ཙང་ཡིན་ན་སུའི་དོན་གོ་རོ་རྒྱལ་ཡིན་ན་བལ་ཡུལ་ནང་ལོག་ལ་རེད་ད། མོ་ཏྲ་ཡ་མ་འགྲོ་དུས་ཙམ་པས་ཡིན་ན Traffic Police ཟེར་བ་འགྲིམ་འགྲུལ་གྱི་ཉེས་རྟོག་པས་འགྲིམ་འགྲུལ་གྱི་ཁྲིམས་ལྟར་ཡ་མ་འགྲོ་གི་རེད་མ་གཞི་མི་ཕྱི་དཔོན་ཕྱི་རེད་སྔོན་ལ་ཏང་ཡ་དེ་འདྲ་ཡོད་མ་རེད་བྱས་རྗེས་ཁོང་གིས་བལ་ཡུལ་ནང་ལ་ཁྲིམས་གསར་བ་ཅིག་ལག་བསྟར་གནང་ཤག་དེ་ཡིན་ན་མི་མང་པོ་ཅིག་གི་དགའ་བོ་ཡོང་བ་ཅིག་བྱུང་ཤག། བལ་ཡུལ་གྱི་ནང་སྲིད་བཀའ་བློན་སུ་ཏན་གུ་རུ་ཁོང་གིས་ཡིན་ན་མི་ཕྱི་དཔོན་ཕྱི VIP ཟེར་བ་དེ་ཚོའི་གི་མོ་ཏྲ་དེ་ཚོ་བཀའ་ཅེར་བ་དེ་ཚོའི་མོ་ཆ་དེ་ཚོ་ཡར་སྔོན་རུ་བཏང་ཅིག་མི་དམངས་ཀྱི་མོ་ཆ་བཀའ་ཡས་ཤིག་འདུག་བ་སྒྲིག་གཞི་དེ་ཡིན་ན། ཁོང་གིས་ཐོག་མར་བཟོས་གནང་འདོད་ལབ་ཡིན་ན་བཟོས་མི་འདུག་ཟེར་བ། ད་དེ་ནིའུ་ཛི་ལན་ནཱ་ལོ་ལས་སྒྲིག་གཞི་འདུག་སྒྲིག་གཞི་དེ་འདུག་ཟེར་བ། ད་ནི་ནིའུ་ཛི་ལན་ནཱ་ལོ་ལ་ཡིན་ན། ཇེ་ཇེ་སིན་ཏྲ་ཨན་རིན་ལས་ཞུ་དོ་སྤོ་འབོ་ཞུ་དོ་ཟེར་བ་ཁོང་གིས་སྣེ་ཁྲིད་བ་ལ་ཡིན་ན།

སུ་དང་གུ་རུ་གིས་གསུངས་པ་ནང་བཞིན་མི་ཆེན་དཔོན་ཆེན་གྱི་མོ་ཅག་དེ་ཚོ་ལ་དམིགས་བསལ་ཡོད་མ་རེད། རྒྱལ་ཁབ་ཁ་ཤས་ཀྱི་ལས་ནང་རྙིང་མ་ནས་ཆེད་ལག་བསྟར་གནང་ཚར་ཤག་བལ་ཡུལ་ནང་བལ་ཡུལ་ནང་ཆ་བཞག་པས་ན་ཁོ་རང་ནི་ནང་སྲིད་བཀའ་བློན་ཆགས་ཚར་བའི་རྗེས་སུ་ཡིན་ན་སྒྲིག་གཞི་འདི་གསར་པ་ཞིག་བཟོས་གནང་ཤག་ཞུས་ཡ་ཡིན་བལ་ཡུལ་དང་འབྲེལ་བའི་གསང་རྒྱུ་འབྲི་བཞིན་འདུག་ཞུས་ཡ་ཡིན། དེ་རིང་མཉམ་འབྱོར་ཞུས་ཡ་གི་གསང་རྒྱུ་ཞིམ་པ་འདི། རྒྱ་ནག་དང་འབྲེལ་བའི་གསང་རྒྱུ་གསར་པ་ཞིག་འདུག་ཞུས་ཡ་ཡིན། རྒྱ་ནག་ནང་ལོགས་ལ་སྒྱུ་རྩལ་པ་ཟེར་བ་དེའི་མིང་ལ་ཀའོ་ཀྲེང་ལེ་ཞུ་འདུག་ཁོ་རང་ཡིན་ན་སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དྲུག་ལོ་ལ་རྒྱ་ནག་ལ་སྐད་སྐྱོགས་ཅི་རེ་ཤར་ཁོ་རང་ནི་ནི་སྒྱུ་རྩལ་པ་ཅི་རེ་ཤར་བ་དམིགས་བསལ་གྱི་རི་མོ་བྲིས་ད་དེ་འདྲའི་དམ་བག་གི་ཅིག་མིའི་བཟོ་ལྟ་འདྲའི་བཟོས་སྦྱོར་བ་ཨིན་སྐད་ན་ཞུས་ན Sculpture ཟེར་གི་འདུག་ག་ཀོས་རྒྱབ་ཡས་ད་དེ་འདྲའི་མཁས་པོ་ཤར་ཡོད་སྐད་གྲགས་ཆེན་པོ་ཅིག་རེ་ཤར་བ་ད་ད་ལྟའི་ཆ་ནས་ཡིན་ན་ཁོ་རང་རྒྱལ་སྤྱིའི་ས་ཁང་ན་སྐད་གྲགས་ཆེན་པོ་ཆགས་ཡས་དེ་ཡིན་ན་ཁོང་གིས་མའོ་ཙེ་ཏུང་ཡུལ་བ་དེ་གིས་ནི་བཟོ་བཀོད་ཅིག་ལག་པ་འདྲི་བྱེད་དེ་གྱོད་ཅིག་བཟོས་ཤག་ཟེར་བ། འོན་ཏེ་བཟོས་པའི་རྐྱེན་བྱས་ན་ད་ལྟའི་ཆ་ནས་ཁོ་རང་རྒྱ་ནག་གིས་ནི་འཛིན་བཟུང་བྱས་ཤག་ཟེར་བ། འཛིན་བཟུང་བྱས་དེ་ན་ཁོ་ཚོས་ཁོ་རང་གིས་བཟོས་པའི་མའོ་ཙེ་ཏུང་གི་བཟོ་བཀོད་བྱུང་མ་རེད་པས་འོན་ཏེ་ཁོ་རང་ཚོས་ཀྱི་དཔོན་པོ་ལ་གུས་ཞབས་བྱེད་མི་འདུག་ལ་དེ། འོན་ཏེ་རྒྱ་ནག་དང་འབྲེལ་བའི་གསར་འགྱུར་གསར་བ་ཞིག་ཏུ་བཞོན།

གྲོང་སྡོད་ཙམ་པ་ཡིན་ན་ད་གླང་ཆེན་དེའི་ག་ལ་བུད་མེད་དེ་འདྲས་ཀྱི་མོ་རང་གི་གཟུགས་པོའི་ག་ལས་ཟིང་ཆ་ཆུ་ཆེ། གངས་ལ་རྫ་ཆེ་ར་སྤར་མང་པོ་རྒྱབ་སྐྱོར་དེ་རྒྱལ་སྤྱིའི་ས་ཁང་ནང་ལ་སྐད་གྲགས་ཆེན་པོ་ཞིག་ཆགས་བཞག་བ་ཆགས་པའི་རྐྱེན་ཆེན་ཡིན་ན་ནི་དམིགས་བསལ་གྱི་ད་ལྟ་པི་ཏྲ་ལས་ཆུ་བ་ཁོ་ཚོའི་གྱི་ཚོགས་པ་ཞིག་འདུག་བ་འོང་དེ་ཡིན་ན། Rajasthan གྱི Forest Minister ཤིང་ནགས་ཀྱི་བློན་ཆེན་བཀའ་བློན་འབྱོར་བ་འོང་དེ་མིང་ལ Sanjay Sharma ཟེར་བ་དེ་ལ་སྙན་ཞུ་ཞིག་ཕུལ་བཞག་སྙན་ཞུ་ནག་གར་བྲིས་འདུག་ལབ་ཡིན་ན། སེམས་ཅན་ལ་དེ་འདྲའི་རྫས་རྒྱུག་གི་མཚོན་ཆ་འདི་བཅུག་ཆུ་བཅད་ཡིན་ན་ཡུལ་སྐོར་བཅས་སྤྲོ་འཆམ་པ་ཟེར་ནས་དངུལ་ལེན་ཡང་བྱེད་ཡུལ་སྐོར་སྤྲོ་འཆམ་པ་མང་པོ་སྐུ་ཡས་ཀྱི་ཆེད་དུ་སེམས་ཅན་ལ་སྡུག་པོ་དེ་འདྲ་མ་བཏང་རོགས་བྱས་ལ་དེ་ཤར་བ་འོང་དེ་འདྲའི་ར་ཇི་སི་ཐན་དང་འབྲེལ་བའི་གསང་རྒྱུ་ཞུ་དུག་ཞོད་ཡིན། དེ་རིང་མཉམ་ཆུ་ཞོད་ཀྱི་གསང་རྒྱུ་བཞིན་པ་དེ་ཨིན་རྡོ་ནེ་ཤི་ཡ་དང་འབྲེལ་བའི་གསང་རྒྱུ་ཞུ་དུག་ཟེར་བ། ཨིན་རྡོ་ནེ་ཤི་ཡ་ཞེས་པ་དེ་ལ་ཡིན་ན་དེ་རིང་ས་ཡོམ་རིམ་པ་བདུན་ཚགས་བཞི་ཆད་འགྱོག་ཅིག་བརྒྱབ་བཞག་ཟེར་བ་ཨིན་སྐད་ན་ཞུབ་ན Seven Point Four Magnitude Earthquake ཟེར་འདུག་འོན་ཏེ་ཨིན་རྡུ་ནེ་ཤ་ཡའི་ས་ཆ་རྒྱ་མཚོའི་མཐའ་ལ་ཡོད་སྐྱོར་གྱི་ས་ཆར་བ་ཅེར་ནེད Island ལས་ཞུ་དུ་གླིང་ཕྲན་ཞུ་དུར་བ་ཅེར་ནེད་ཞེས་པ་འདི་ལ་རྒྱབ་བཞག་དེ་ནས་ཡིན་ན་ཁོ་རང་ཚོ་གི་སཱ་ལོ་ཝེ་སི་ལའི་གི་ས་ཆ་ཞུ་དུ་འོང་དེ་ཚོ་ལ་རྒྱབ་བདེ་བཞག་ད་ལྟའི་ཆ་ནས་ཡིན་ན་མི་གཅིག་གྲོངས་པ་ཅིག་བྱུང་བཞག་ཅིས་དེ་ཡིན་ན་མོ་ལགས་དགོང་ལོ་བདུན་ཅུ་ཆད་འགྱོགས་ཞུ་དུ་ཟེར་བ་དེ་ནས་མི་མང་པོ་ཅིག་ཡིན་ན་རྨས་སྐྱོན་ཚབས་ཆེན་ཕོག་པ་རེད་ས་དམིགས་བསལ་གྱི་ཁང་པ་མང་པོ་ཅི་ཡིན་ན་ཁང་པ་ལུས་ཡས་འགྱེད་ཅིག་བྱེད་ཅེས་པ་ཨ་ཡེ་ཤུའི་གྱི་ལྷ་ཁང་མཆོད་ཁང་དུ་ཡོད་པ་དེ་ཚོ་ཡིན་ནས་ལས་ལུས་ཡས་བྱེད་ལོ་བགྲོད་བཅུ་བ་བཞི་བགྲོད་དེ་འདྲས་ཅིག་བྱེད་དེ་ཤ་ཟེར་བ་དེ་ནས་ཡིན་ན་ཚོ་ནང་མིའི་ལས་དེ་ལས་ཡིག་རེད་བྱེད་ཅེས་ད་ལྟ་ཉེན་ཁ་འདུག་བྱེད་ཅེས་ཁོ་ཚོ་ས་ཆ་འདི་ལ་ནི་ཉེན་བརྡ་བཏང་དེ་ཤ་ཟེར་བ་ཚོ་ནང་མིའི་དེ་ཡིན་ན་མི་ཁྲ་ཀླད་ཀོར་ཚགས་བདུན་ལྔ་བྱེད་རྒྱོ་བྱེད་ལས་ཡིག་རེད་ཟ་འོང་དེ་འདྲས་ཨིན་རྡོ་ནེ་ཤ་དང་འབྲེལ་བའི་གསང་རྒྱུ་གསར་པ་ཞུ་དུ་ཞུ་ཡས་ཡིན་དེ་རིགས་རང་བྱུང་ཤ། ཆེ་ཤོས་ཀྱི་གསར་འགྱུར་མཐའ་མ་དེ་ཨི་རན་དང་འབྲེལ་བའི་གསར་འགྱུར་ཅིག་འདུག་ཟེར་བ། ཨི་རན་གྱི་དམག་དེ་ད་ད་ལྟ་རྒྱབ་རྗེས་ཟླ་བ་གཅིག་ལས་མང་ཅིག་ཕྱིན་ཚར་བ། ད་ལྟའི་ཆ་ནས་ན་དམག་མཚམས་བཞག་འདོད་ལ་ནི་བཞག་མི་འདུག་ཟེར་བ། ཡིན་ནའི་སྲིད་འཛིན་ཁྲོམ་གྱིས་རྒྱལ་སྤྱིའི་ས་ཁང་ན་ག་རེ་བཤད་འདུག་ལབ་ཡིན་ན་དམག་མཚམས་བཞག་འགྲོ་ཡོད་བཞག་འགྲོ་ཡོད་ལབ་བསྡད་འདུག་ཡིན་ནའི་ལས་ད་དུང་ལས་མུ་མཐུད་བྱས་ཨི་རན་ནང་ལོགས་ལ་དམག་བརྒྱབ་སྟེ་བཞག་ཟེར་བ། དམག་བརྒྱབ་བྱས་ཡིན་ན་ནི།

ཀི་ཤ་གི་ལུང་པ་ལ་ཤུགས་ཆེར་ཆེར་འཇུག་འོ་རེད། ཨིས་རལ་ཆེ་ཨི་རག་ཆེ་ཡུ་ཨེ་ཡི་ལེ་པི་ནོན་དེ་ཚོ་ལ་ཡིན་ན་དམག་ཆེན་པོ་ཞིག་ཆགས་ཏེ་ཤགས་ར་འོ་འདི་སྐྱེན་ཆེ་ཨེ་ན་ད་འདི་གོ་ལའི་གི་སྣུམ་འབྱོར་བ་འོ་འདི་བརྒྱ་ཆ་དྲུག་ནས་བདུན་བར་རུ་ལ་ཨ་ནི་གོ་འཛད་དེ་འཕར་ཏེ་ཤགས་ར་ཨ་ནི། The Strait of Hormuz ཞེས་པ་འདི་ལས་ནི་ད་ལྟའི་ཆ་ནས་ཡར་མར་བགྲོད་ལས་དཀའ་ལས་ཁག་པོ་ཅིག་ཆགས་བསྡད་ཡོད་རེད། འོན་ཏེ་སྣུམ་གྱི་གོང་ཚད་དེ་རྒྱ་གར་གཅིག་པུ་མར་ཤར་བ་གོ་ལ་ཁྱོན་ཡོངས་ལ World Wide ཟེར་འདུག་གོ་ལ་ཁྱོན་ཡོངས་ལ་འཕར་བསྡད་ཡོད་རེད། ཨི་ཛི་རལ་དང་ཨ་རི་མཉམ་འབྲེལ་བྱས་རྗེས་ཨི་རན་ལ་དམག་རྒྱབ་སྐྱོར་དེ་ནི་དམག་མཚམས་བཞག་ཡས་ཀྱི་ཞི་བདེ་ཡོང་ཡའི་ཆེད་དུ་པ་ཀི་སི་ཐན་ཏུར་ཀི་ཨི་ཇིབ་དེ་ཚོས་ཡིན་ན་དཀྱིལ་ལ་འཛུལ་བྱས་རེད་པ་ནི་དམག་མ་རྒྱབ་དམག་མཚམས་བཞག་བྱས་ཀྱི་གྲོས་མོལ་བྱས་འབྱོར་པ་ཞི་བདེའི་ཐོག་ནས་འདི་འདྲས་ཀྱི་ཐབས་ཤེས་བཏང་བསྡད་ཡོད་རེད། ཡིན་ནའི་ལས་ད་ལྟའི་ཆ་ནས་ཡིན་ན་ད་མི་སྟོང་ཕྲག་མང་པོ་གྲོངས་ཚར་བ་ཆེ་རེད་བ་ཨ་ནི་མ་ད་མདོ་ལས་མུ་མཐུད་ཅིག་བརྒྱབ་བསྡད་ཤག་འོང་དེ་འདྲས་ཨི་ཛི་རལ་ཆེ་ཨ་རི་མཉམ་རྒྱལ་ཆེ་ཆེ་ཨི་རན་དམག་བརྒྱབ་པའི་ཨ་ནི་ད་ལྟའི་གསར་ཤོས་ཀྱི་གནས་ཚུལ་དེ་འདྲས་རེད་ཤག་ཞུས་ཡ་ཡིན། ལགས་སོ། དེ་རིང་རྒྱལ་སྤྱིའི་ཐོག་སྐད་གྲགས་ཆེ་བའི་གསར་འགྱུར་ཁ་ཤས་ཤིག་མཉམ་སྤྱོད་ཞུ་ཡའི་ལེ་ཚན་འདི་མཇུག་བསྡུ་ཡིན་ལེ་ཚན་རྗེས་མའི་ནང་ང་ནག་ཚོས་ཡང་བསྐྱར་མཇལ་ཡོང་མ་མཇལ་བར་སྐུ་གཟུགས་ཐུགས་འཇགས་གནང་རོགས་གནང་ཞུ་དེ་ཅང་གོ་བའི།